ནི། དྲ་གྲོགས་མང་པོ་གཅིག་གིས་དེ་སྔ་ནས་རིན་ཆེན་རུས་པའི་སྐོར་ལ་འགྲེལ་བཤད་བྱེད་རོགས་ཞེས་གསུངས་བསྡད་ཀྱི་འདུག་སྤྱིར་བཏང་ངས་རིན་ཆེན་རུས་པའི་སྐོར་ལ་བརྙན་ཐུང་གཅིག་ཕུལ་ཡོད་དེ་སྔ་ནས་ད་ལོ་གསུམ་ཞིག་འགྲོ་ཡོད་ཀྱི་རེད། འདི་ལ་ཟིན་ངེས་མང་པོ་ཞུ་བྱུང་ཤག་ཨེ་ནི། འདི་རྒྱས་པོ་ཞེ་དྲག་ཡོད་རེད་དེ་རིང་ད་ངས་རིན་ཆེན་རུས་པ་ཀྱི་ཟ་ཐང་མི་འདྲ་བ་གཉིས། སྲོལ་རྒྱུན་གྱི་སྨན་ཟ་ཐང་གཅིག་དང་དེང་དུས་ཀྱི་སྨན་ད་ཅིག་དུས་ཚོད་དུ་མཐུན་པའི་བྲོ་ཡག་གོ་ཡག་གཅིག་དང་ཨེ་ནི་རིན་ཆེན་རུས་པ་མ་ཟས་གོང་ལ་འཛེམ་བྱ་དང་ཟས་བའི་གཞུག་གུ་ལ་འཛེམ་བྱ་ག་རེ་ཡོད་མེད་འདི་གསལ་པོ་ཞུ་ཡག་ཡིན། རིན་ཆེན་རི་བོ་དེ་ད་ཉི་མ་ལྔ་ལ་གཞི་བཞག། ཉི་མ་ལྔ་ནང་ལོ་རིན་ཆེན་རི་བོ་གི་འཛེམ་བྱ་དེ་འཛེམ་དགོས་ཡ། ད་ཉི་མ་དང་པོ་གཉིས་པ་འདི་ལ་ཨེ་ནི་ཆག་པ་བཅད་ཆོག་གི་མ་རེད། ཆང་རག་བཏུང་ཆོག་གི་མ་རེད། ཨེ་ནི། མར་ཟ་ཆོག་གི་མ་རེད། མར་དང་སྐྱུར། རེད་བ། འོ་འདི་གཉིས་གལ་ཆེན་པོ་བྱེད། ཨེ་ནི་ད་ཉི་མ་གསུམ་པ་དེ་ལ་བྱེད་དགོས་ཡ་ག་རེ་ཡོད་རེད། ད་ཉི་མ་གསུམ་པ་དེ་ལ་སྨན་ཟ་དགོས་དུས་ད་ནི་ཨེ་ནི་གཡེར་མ། གཡེར་མ་ཟེར་ནི་འདི་རེད་གཡེར་མ་གིས་ཨེ་ནི།

ཨ་ནི་གསུམ་པ་དེ་ལ་རིན་ཆེན་རི་བོ་ཁོ་རང་ཟ་ཡག་བྱེད་རིན་ཆེན་རི་བོ་དེ་ད་རབ་ལ་ཚུལ་ཁྱོན་གྱི་ཟ་སྟངས་བྱས་པ་ཡིན་ན་ཨ་ནི་ཀ་ཡོའི་ནང་ལོགས་ལ་ཕྱུགས་ཁྲོས་མ་དེ་ག་ཚོད་ཅིག་ནང་ལ་བླུགས་ཨ་ནི་གོང་ཐག་ཉེ་ག་ལ་ག་ལ་ཅིག་ནག་གུང་བྱས་གསོ་བ་ཡག་པོ་བཏབ་གསོ་བ་སྨོན་ལམ་བཏབ་ཨ་ནི་དེའི་ནང་ལ་བླུགས་རིན་ཆེན་རི་བོ་ནམ་ཟ་ཡོད་ངེས་ཡིན་ན་ནམ་ཟ་དང་བཤུས་ནམ་ཟ་མི་དགའ་ཡིན་ན་ཁ་ཐུག་ག་ལ་བླུགས་ཨ་ནི་ཁ་བཅོས་བརྒྱབ་ནས་བཞག་ཡ་རེད། ཞག་ནི་ཨེ་ནི། ཐོ་རངས། ཨ་ཐོ་རངས་ཆོས་ཐོས་དང་པོ་གཉིས་པ་གསུམ་པ། འོ་འདི་འདྲའི་ཅིག་ལ་སོ་སོ་ཡར་ལངས་ནས་ཨེ་ནི་སྨོན་ལམ་ཡག་པོ་བརྒྱབ་ཡིད་སྣང་ལ་ཆུག་ཁོལ་མ་ཡང་བརྒྱ་སྡིགས་སེ་ལུག་ནུར་ནུར་ཡག་པོ་བཏང་ཨེ་ནི་བཏུང་ཨེ་ནི། མ་ཉལ་ཡར་ཉལ་ནི་དུག་ལོག་སྔར་རྒྱུན་ནང་བཞིན་མྱང་བྱའི་གོན་ནས་ཉལ་དགོས་རེད་ཨེ་ནི། སང་ཉིན་ནམ་རྒྱུན་ཐོས་ཚོད་སོ་སོའི་ཐོས་ཚོད་ད་ག་རང་ལ་ཉལ་དགོས་ལངས་དགོས་ཀྱི་ཡོད་རེད་འོ་འདི་ཅིག་གནད་འགག་ཆེན་པོ་རེད་ཨེ་ནི། རིན་ཆེན་དྲུག་པོ་མཆོད་པའི་སྐབས་ལ་སྨོན་ལམ་རྒྱག་དགོས་ཡ་དེ་འོ་ད་ཅིག་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་ནད་ཐམས་ཅད་དྲ་བར་ཤོག་བསམ་པའི་སྨོན་ལམ་ཞིག་རྒྱབ་ཡིན་ན་སྨོན་ལམ་འདི་ལ་དམིགས་བསལ་གྱི་མཐུ་དང་ནུས་པ་ཅིག་ཡོད་རེད་དེའི་ཅིག་གནད་འགག་ཆེན་པོ་རེད། ཨེ་ནི་རིན་ཆེན་དྲུག་པོ་ཟས་ཚར་ནི་ཉི་མ་གཉིས་ལྷག་དེ་ཡོད་ར་གཉིས་དེ་ལ་འཛེམ་དགོས་ཡ་ཆག་པ་དང་ཤ་དང་སྐྱུར་དེ་ཚོའི་རིགས་གོང་ལ་བཤད་པ་དེ་འཛེམ་དགོས་ཡ་དེ་ཨ་ཅང་ཅང་ཆང་རག་ཨེ་ནི་དེའི་ཉིན་མོ་དེ་ནས་ཉི་མ་གཉིས་རིང་ལ་ཨེ་ནི་ག་རེ་འཛེམ་དགོས་ཀྱི་ཡོད་རེད། སྔོ་ཚལ་གྱི་རིགས། ད་པ་ལག་དང་པད་ཚལ་དང་ཤིང་ཏོག། ཨེ་ནི་གྲང་ཚལ། ཞོ། ཨེ་ནི། ཅིག་ཕྱི་ལུགས་ཀྱི་སྨན་ཤུགས་ཆེན་པོ Antibiotic ལབ་ར་འདི་འདྲའི་རིགས་ཤུགས་ཆེན་པོ་འདི་འདྲ་ཡོད་པ་ནི་དེ་ཚོ་ཟ་རྒྱུ་ཡོད་མ་རེད་འདི་ཅིག་ཐུགས་ལ་བཞག་དགོས་ཀྱི་ཡོད་རེད་རེད་བ། ཨེ་ནི། རིན་ཆེན་རིལ་བུ་ཟས་ཚར་ནས་ད་ཉི་མ། དང་པོ་དང་གཉིས་པ་འདི་ལ། རིན་ཆེན་རིལ་བུ་ཉི་མ་གསུམ་པ་འདི་ལ་ཟས། ཉི་མ་བཞི་པ་དང་ལྔ་པ་འདི་ལ། བཞི་པ་ལ་བཏུང་ནས་འགྲིག་གི་རེད་ལྔ་པ་ལ་བཏུང་ནས་འགྲིག་གི་རེད་ནི་ཁ་ལྕེ་ཤ་ཀ་མ། ཁ་ཆེ་གུར་གུམ། Saffron། འདི་ཆུ་ཁོལ་མ་རྣམས་ལ་སྦངས་ནས་འོ་འདི་ཡང་བཏུང་གོ་འོ་འདི་གི་ཉི་མ་གཉིས་ཙམ་བཏུང་ཐུབ་ན་ཡག་པོ་རེད་འདི་གི་རིན་ཆེན་རིལ་བུ་གཡེར་དམར་གྱི་ཟས་བཞག་པའི་རྫས་ནི་རྩ་ཁ་ཕྱེ་བཞག་པ་འདི་ནི་རྩ་ཁ་དེ་འགྱེལ་བསྡམ་གོ་དགོས་བ་རེད་འདི་རྩ་ཁ་དེ་རྒྱབ་གོ་དགོས་རྩ་ཁ་དེ་རྒྱབ་སོང་ན་རིན་ཆེན་རིལ་བུ་དེ་རྩ་ནང་ལ་འཛུལ་ཡོང་སྟེ་རང་ཅག་དེ་ནས་ནི་ཟོག་པོ་ལ་ཕན་ཐོག་ཆེ་ཡོང་ཡག་འདི་རྒྱུ་མཚན་འདི་ཡོད་རེད

རེད་པ། བྱེད་ཐུག་ལ་འདི་ལྟ་སྐོར་དཀའ་ངལ་གང་ཡོད་མ་རེད་ཡིན་ནའི་རིན་ཆེན་ཕྲུ་གུ་ཐོ་རངས་ལངས་ཤིག་བྱེད་བཅུག་མོད་ན་རིན་ཆེན་ཕྲུ་གུ་ཞོགས་ཀན་སྔ་པོ་ཡར་ལངས་གི་རེད་པ་ལངས་དུས་ཟད་ཨེ་ནི། འགྲིག་ན་འགྲིག་བར་ཡང་མིན་ན་མུར་བཞག་ནས་འགྲིག་གི་རེད། འོ་ག་རེ་བྱས་ནས་འགྲིག་གི་རེད། རེད་པ། འོ་རིན་ཆེན་རེད་བ། གཅིག་མ་གཏོགས་ཚང་མ་མུར་ན་འགྲིག་གི་རེད། རིན་ཆེན་ཚ་ཆོག་དེ་མུར་ཐུག་གི་མ་རེད་ཁ་ཚ་བོ་ཞེ་བོ་རེད་གཞན་དག་ཚང་མ་མུར་ཡིན་ན་འགྲིག་གི་རེད། འོ་འདི་གཅིག་རེད། ད། རྒྱུན་དུ་ཨེ་ནི་གཅིག་རྣམ་རྟོག་དང་དོགས་པ་མང་པོ་གཅིག་ག་རེ་ཡོང་བ་རེད་ཟེར་ན་ཐེ་ཚོམ་མང་པོ་གཅིག་ང་དམན་ཟ་གི་ཡོད། ནི། སྨན་མཚམས་བྱ་བོར་བས་མ་བྱ་བོར་བའི་ཟས་སྦྱོར་བ། ནས་རྫ་ཁྲག་དེ་འདྲས་ཡིན་པ་ཡིན་ན། སྨན་དེ་མུ་མཐུད་ནས་ཟ་ན་འགྲིག་གི་རེད། བོད་སྨན་ཡིན་ན་རེད་རྒྱ་སྨན་ཡིན་ན་རེད་དེ་ཟས། ཨེ་ནི། རིན་ཆེན་རུ་ཟ་ན་འགྲིག་གི་རེད། སྨན་ནས་རྫ་ཁྲག་དེ་འདྲས་མེད་པ་ཡིན་ན། ཉི་མ་གཅིག་གི་སྨན་དེ་ཁྱེད་རང་ལ་གང། གནོད་འཚེ་ཕོག་གི་མ་རེད། དེ་འདྲ་སོང་ཙང། ཨེ་སྨན་དེ་མ་ཟ་བར་ཆད་རིན་ཆེན་རུ་སྒོར་གཅིག་པ་ཟས་པ་ཡིན་ན། གཅིག་པུ་ཟས་པ་ཡིན་ན། ཕན་ཐོགས་ཆེ་ཡོད་རེད། འདི་ཡིན་གཅིག་མིན་གཅིག་རྣམ་པ་ཚོའི་ཐུགས་ལ་བཞག་པ་གལ་ཆེན་པོ་ཤོས་ཅིག་རེད། ལྷག་པར་དུ་འདིའི་བརྒྱུད་རིམ་ནང་ལ་ཕྱི་ལུགས་ཀྱི་ཨན་ཏི་བྷའོ་ཏིག་རིགས་ཟ་རྒྱུ་ཡོད་མ་རེད། དེ་ནི། ཤིང་ཏོག་དེ་ཚོ་ལ་ཁབ་མང་པོ་རྒྱག་རྒྱུ་ཡོད་ས་ནས་སྨན་ཡིན་རྫས་འདྲ་མིན་འདྲ་བླུགས་ཏེ་དེ་ཚོ་ཟ་མ་གོ་ན་ཡག་པོ་འདུག་འདི་ཐུགས་ལ་བཞག་དགོས་ཡ་ཆེ། དེ་ནི། ད་ཕྱོགས་བསྐྱོད་བྱེད་མཁན་ཚོ་ལ། དེ་ནི་རིན་ཆེན། ཡག་ཤོས་དེ་ག་རེ་ཡོད་རེད་ཙང་རིན་ཆེན་ང་རང་གི་ཉམས་མྱོང་གང་ལ་རིན་ཆེན་མང་ཇོ། བྲང་ཇོ། ར་ན་བསམ་པའི། ཙུ་རུ་དང་བཞི་གཡུ་གཉིས། འོ་དེ་ཚོ་དེ་ཚོ་ཡག་པོ་འདུག་ཇོ་མང་གཉིས་ལྔ། རེད་པ། ཚ་ཇོ་དེ་དཔེ་ཅིག་དོ་སྣང་བྱེད་དགོས་པོ་འདུག་འོ་ཕྱོགས་བསྐྱོད་བྱེད་རྒྱུ་དེ་ནི་ད་རིན་ཆེན་རིལ་བུ་བཟང་བོ་རེད་པས་མུར་གུར་བས། ངས་ལབ་ན་ནམ་རྒྱུན་མུར་ཟེར་གྱི་ཡོད། རྨད་བྱུང་ཁོ་རང་གི་ནང་ལོགས་ཡོད་རེད། ཆེ་བ་མུར་སོང་བ་རེད་འཇིགས་རུང་དེ་རིགས་སྨན་གྱི་ནང་ཆེ་ཤོས་གྲངས་རེད་ཆེ་བ་མུར་ལ་ཆུང་བ་མིག་སོང་བ་དེ་འདྲ་སོང་ཙང་མུར་ཐུག་ན་ཕན་ཐོགས་ཆེན་པོ་ཡོད་རེད་མུར་སོང་ན་ན་ཚ་མང་པོ་སྔོན་འགོག་བྱེད་ཐུབ་རེད་མ་ཁྱེད་རང་གི་ཟོག་པོ་ལ་གྲིབ་སྐྱོན་རིགས་བཀག་ཐུབ་རེད་ཨེ་ནས་ཕྱི་ལོགས་ནས་ཡོང་ཡག་གི་བའི་རིགས་ཟིག་ར་དེ་ཚོ་རིགས་བཀག་ཐུབ་རེད་འོ་དེ་འདྲས་ཀྱི་དགེ་མཚན་ལྡན་ཡོད་རེད་ཡིན་ནས་སྲུང་བྱ་བྱེད་དགོས་ཡག་དེ་ཡིན་གཅིག་མིན་གཅིག་སྲུང་དགོས་ཡོད་དེ་དཔེ་མི་སྲིད་པའི་གལ་ཆེན་པོ་གལ་ཆེ་ཤོས་དེ། ཉི་མ་གི་སྔགས་ཀྱི་རིང་ལ། ཆགས་པ་བྱེད་རྒྱུ་ཡོད་མ་རེད་དམར་ཟ་རྒྱུ་ཡོད་མ་རེད་ནི་འཇིག་ཤིང་མདོག་གི་རིགས་ཟ་རྒྱུ་ཡོད་མ་རེད་སྐྱུར་ཟ་རྒྱུ་ཡོད་མ་རེད་འོ་འདི་འགྱེལ་ན་དགའ་ཆེན་པོ་རེད་འདི་རྣམ་པ་ཚོའི་ཐུགས་ལ་བཞག་ནས་འདི་འདྲའི་ཞིག་ལག་ལེན་ཞིག་གནང་ཡིན་ན་རྣམ་པ་ཚོ་ལ་ཕན་ཡོན་བསམ་གྱིས་མི་ཁྱབ་ཡོང་གི་རེད་ཁེ་ཕན་བསམ་གྱིས་མི་ཁྱབ་ཡོང་གི་རེད་འོ་འདི་ཅིག་ཡིན་ནི་ཤི་ནས་རིན་ཆེན་རི་བོ་གི་ནུས་པ་དེ་ཚོ་ཧ་གོ་གི་རེད་གནས་ཚུལ་སྒྲུང་ཐུང་ཐུང་བཤད་པ་ཡིན་ན་ང་སྔན་མ་སྦེང་ལོར་ལ་སྨན་རྩིས་ཁང་ལས་ཀ་བྱེད་དུས་དེ་ནས་རྒྱ་གར་གྱི་སྨན་ཤོད་ད་མང་པོ་ཅིག་གི་ཡིད་ཆེས་དང་གལ་བ་ཟིན་གི་འདུག་འགུར་བ་མོ་ལ་མིག་ཡག་པོ་མི་འདུག་ངས་ལྕགས་རི་སྤྲད། ལྕགས་རི་དེ་འདྲས་ང་ཚོ་གི་སྲོལ་རྒྱུན་ནང་བཞིན་ངས་བྱིས་ལ་ནི། མོ་གི། གོ་མདའ། ཐོ་རངས། ད་ཐོ་རངས་ཡག་ལངས་ནས་ཁ་ཕྱིས་བཟོས་ནས། ཁ་ཕྱིས་བཟོས་ནས་འོད་ཞོ་རྒྱབ་བཟོས་ནས་བར་མོ་གི། དེ་ནས་བཟུང་མོ་གི་མིག་དེ་སེ་སང་སང་ཆགས་སོ། མིག་དེ་ཟད་ནས། འོ་འདི་འདྲའི་ཡོང་གི་འདུག་ཁ་ཤས་ཁ་ཤས། ད་འདི། ག་རེ་ལ་གོ་རེ། དད་པ་ལ་གོ་རེ་རྨོངས་དད་ལ་གོ་རེ། བཅའ་མ་དཀར་ལ་གོ་རེ་བས་འདི་ཞེ་དྲག་ཞེ་དྲག་བཤད་བཞིན་མི་འདུག།